ཡང་ཉེ་བའི་གཟུགས་མ་བ་ལན་གྱི་ཁྱིམ་རྣམ་པ་དེ་མོ་ན། དེ་རང་ཡང་དེའི་ལྟར་བགྲོ་གླེང་ལས་འཛིན་ལ་གཟིགས་པར་ཡང་དག་པ་ནས་དགའ་བསུ་བྱ། གཟིགས་མཁན་རྣམ་པ། རྒྱལ་ཁབ་ར་མིར་གང་གཟིགས་ཡིན་རུང་དེའི་དར་གི་གཙོ་བོ་དུ། སློབ་གསོ་ལ་མཐོང་ཆེན་བྱ་མི་དང་སློབ་གསོ་ལ་དགའ་མོས་བྱ་མིན་གྱི་གཞི་ནས་ཐག་གཅོད་དགོས་ཀི་རེད་དེ་ནི་དེ་རིང་གི་གླེང་ཚན་ནང་ང་ཚོས་སྐད་གཉིས་སློབ་གསོ་དང་མ་སྐད་སློབ་གསོ་ལ་བྱས་རྗེས་བླ་ལྷག་ཆེ་བའི་རྒན་གྲོལ་རྒྱལ་མཚན་ལགས་གདན་འདྲེན་བྱས་ཏེ་བོད་ཁུལ་གྱི་སྐད་གཉིས་སློབ་གསོ་གི་སྐོར་ནས་བགྲོ་གླེང་བཟོས་འོས་འཚམས་ཞིག་བྱོས་ལ། ཡ་རྒན་ལགས་ཁྱོད་བདེ་མོ། ཡ་བདེ་མོ། རེད་ལགས། དེ་ནི་ད་ཁར་ཚང་དེ་རིང་ད་ང་ཚོས་དམ་པའི་སློབ་གསོ་དང་འབྲེལ་བའི། ཁ་བརྡ་མི་ང་ཡིག་གོ་གི་མོ། དེ་བཞིན་དུ་ད་ཅིག་སློབ་གསོ་ཡིན་ན་གཙོ་བོ་གཅིག་ད་ཅིག་སྐད་གཉིས་སློབ་གསོ་གི་གནད་དོན། དུ་མ་ཡིན་པའི་ད་འདིའི་བོད་སྐད་ཀྱི་སྐད་གཉིས་སློབ་གསོ་གི་ད་ཅིག་གནས་བབ་སོགས་ཀྱི་སྐོར་གྱི་ད་ཅིག་ཁ་བརྡ་འདྲ་མིན་སྣ་ཚོགས་ཡིག་གོ་གི། ཡང་དོན་གཞན་པ་གི་ནང་བརྒྱབ་ན་ཁར་སང་དེ་རིང་གི་ད་ཅིག་སྐད་གཉིས་སློབ་གསོ་ཞེས་པ་དུ་ད་གཙོ་བོ་འདིའི་སློབ་གྲྭ་གི་ནང་གི་སློབ་གསོ་དེ་བྱེད་དཀའ་བ་ཁོ་མོ། དེ་ནི་ཐོག་མར་ང་ཚོས་འདི་གི་ངའི་གོ་ནོར་གཟུགས་ནོར་དག་ཅིག་སྐད་གཉིས་སློབ་གསོ་དེ་དག་ཁར་གི་ངའི་འཛིན་སྟངས་ཆེན་མོ་གཟིགས་ནས་ན། ཡང་ན་སྐད་གཉིས་སློབ་གསོ་དེ་གོ་བ་དག་ཡོད་པ་གཟིགས་ཆེད་ལས་ལ་འགོ་ནས་ན་དེ་དོན་དག་གཙོ་བོ་གི་ནང་གི་གལ་ཆེན་རེད། དེས་ན་རྒན་ལགས་ཁྱོད་རང་ཉིད་ཀྱིས་ཐོག་མར་ད་འདིའི། སློབ་གསོ་རིག་པ་གི་གཞུང་ལུགས་དང་འབྲེལ་ལས་དེ་ལས། ད་འདིའི་སྐད་གཉིས་སློབ་གསོ་གོ་ནོར་དེ་དག་ང་ཚོས་གོ་བ་དག་ཅིག་ཡང་དག་པ་གཟིགས། བཀོད་གཟིགས་ཚད་ལྡན་གཟིགས་ཆེད་ལས་ལ་མགོ་ནས་ན་དེའི་སྐོར་གྱི་ཁ་བརྡ་གཟིགས་ན། ད་ལྷོ་སོག་ཐ་ལེ་གི་ཀ་ཉི་ལྷོ་སོག་ཟེར་ན་ད་དོ་བཞག་ཡིན་ན་གཙོ་བོ་ད་ལྷོ་བྲག་གི་ལྷོ་སོག་ཐ་ལེ་གི་ཀ་ཉི་ལྷོ་སོག་འདི་ད་གཙོ་བོ་གང་རེད་ཟེར་ན་རང་གི་ཕ་སྐད་ཅིག་དང་དེའི་གཞན་མི་རིགས་ཅིག་གི་སྐད་རིགས་ཅིག་མཉམ་དུ།

གཏོང་རོགས་གི་མི་ཚོད་ཅིག་རེད། ད་ཞིབ་ཆ་ཟེར་ན་ད། རྒྱ་སྐད་ཟེར་ན་འདྲ་གི་མི་རིགས་ཟེར་ན་འདྲ་གི་རང་རང་གི་ཕ་སྐད་དང། དེ་ལྟ་ན་དབྱིན་ཇི་སྐད་ཞིག་ཉིན། ཟུང་འབྲེལ་བྱས་ནས་ལྷོ་གཞུང་ཞིག་བྱུང་སྟེ་དེ་སྐད་གཉིས་ལྷོ་སོག་ཟེར་ནི་རེད། འོ་ཆ་ཀྲུང་གོ་ཟེར་ན་ད། རང་གི་མི་རིགས་ཀྱི་གྲངས་ཉུང་མི་རིགས་ཐད་ལས་བལྟས་ན་ད། རང་མི་རིགས་ཀྱི་ཕ་སྐད་དང་དེ་ལྟ་ན་དེ། རྒྱ་སྐད། རྒྱ་ཡིག་ཀྱང་སྐད་བཞག་འཇུག་འདི་དེ་ཀ་རིག་གི་ཐ་ལེ། ཀ་རིག་གི་ཐ་ལེ་གི་དེ་ཀ་ཉི་ལྷོ་སོ་ཟེར་ད་དེ་མི་རེད་ད་འོ་ཆ་འོ་ཟེར་མི་ཡིན་ན་ད། འོ་ཟ་ཆ་ཡིན་ན་ད་འོ་མི་རིགས་རང་གི་ཕ་སྐད་དང།

མི་རེ་རེ་གི་རང་རང་གི་འདི་ནི་ལབ་པ་ནང་ནས་བསམ་བློ་གཏོང་ཚུལ། བསམ་བློ་བཏང་ནས་ཞུ་ཕྱོགས་ཀྱི་འཇིག་རྟེན་དངོས་འཛིན་བྱེད་ཚུལ། དེ་གི་བསམ་བློ་གཏོང་ཚུལ་གྱི་ཆོས་ཉིད་རེད་གི། ཆོས་ཉིད་ཉིད་རེད་འདུག་གི་དེ་གཞའ་གཞས་ཁྲོད་ཡིན་ན་གཞའ་གཞས་སློབ་མ་ཚོ་ཡིན་ན་ད་གཞའ་གཞས་ཀྱི་ལོ་རེའི་དད་པའི

ཟླ་ལྷོ་སོག་ཏུ་གྲུ་འགྲིག་ཡག་པོ་མི་ཡོང་བ་མ་ཚད་ད་རུང་ལྷོ་སོག་ཐོག་ན་ལྷོ་ཁྲི་ཐོག་ན་ལྷོ་སོག་ད་ལེ་གི་ཕམ་མཁའ་གཞུང་གི་གི་འདི་དེ་ལྷོ་སོག་ད་ལེ་གི་དེ་ན། ད་སྤྱིར་བཏང་གི་རྒྱལ་ཁབ་ཀྱི་འདིའི་སྐད་གཉིས་སློབ་གསོ་གི་སྲིད་ཇུས་སུ་གོ་ནོ་ད་ཡིན་རྒྱུ་ན་གཅིག་ད་རང་རྒྱུད་ཀྱི་མི་རིགས་སོ་སོ་མི་རིགས་རང་ཉིད་ཀྱི་སྐད་བྲ་ཡི་གིས་དུ་རྒྱང་འགྱོ་གི་རྒྱང་འགྱོ་དང་ཡང་ན་གོང་སྤེལ་ལ་གཏོང་རྒྱུ་ག་ཁར་གི་ཁེ་གང་གི་སྲིད་ཅིག་ཟིག་ར་མོ། དེ་མ་ཡིན་པའི་ད་མར་གི་སོ་སོ་བའི་ཡང་རང་གི་སྐད་དང་ཡི་གེ་དེ་ཅིག་འདྲ་སྙམ་ར། སྤྱི་མཐུན་གི་ཁེ་གང་ཟིག་བཤད་ན་དུམ་བོ་ཟིག་རེད། རེད་གྲ་སྲིད་ཅིག་འདི་ད་གོང་རིམ་ནས་རབ་དང་རིམ་པ་ལྟར་མ་རབ་གཞིར་མ་ཡོང་ན་ད་ཡང་ཅིག་ཉེ་བར་ཡིན་གཉིས་ཟིག་ན་ར་འདྲ་གི། ཡང་ཅིག་འདི་འདྲ་ཡོད་དེ་ཁག་ཟིག་ན་ར་འདྲ་གི་སྲིད་ཅིག་འདི་ལ་ལ་ཟིག་ག་ཅིག་གོ་བ་མ་ལོན་ན། ཡང་ན་ཡང་ཅིག། ལ་ལ་ལ་ཀི་ཅིག་མི་རིགས་རང་ཉིད་ཀི་མི་རིགས་རང་ལ་ཀི་ལྟ་ཚུལ་དུ་བཟུང་བ་དེ་ལ་ཡང་ཅིག་སྲིད་སྐྱེས་འདི་ཇི་མ་ཇི་བཞིན་ཅིག་ལག་བསྟར་མ་ཡིན་ནས་གནད་དོན་དུ་མོ་བྱུང་དང་འབྱུང་མི་སྲིད་ཁོ་མོ། དེ་ན་རྒན་ཁྱོད་རང་ཉིད་ཀི་འདང་རྒྱབ་ན་ད་ཅིག་འབྲེལ་ཡོད་སྡེ་ཁག་སོ་སོ་གི་ད་སྐད་གཉིས་སློབ་གསོ་གི་སྲིད་སྐྱེས་འདི་ལག་བསྟར་གཟིགས་ཡག་པ་གཟིགས་ཆ་མོ་གཟིགས་གོ་ཡང་ན། ད་འདིའི་སྐད་གཉིས་སློབ་གསོ་གི་སྲིད་སྐྱེས་འདི་ལག་བསྟར་ཡག་པ་གཟིགས་བཤད་པའི་གནད་དོན་གང་དག་གཟིགས་ཐག་གི་ཆོད་དགོ་ནས་ན། དབུ་ཁྲིད་ཀྲུང་གོ་གསར་བ་འགོ་འཛུགས་དུས་ནི་ཟླ་གཅིག་གི་དུས་སྟོང་གི་བཅའ་བཞི་གི་ལོ་ནི་ཀྲུང་གོ་གསར་བ་འགོ་མ་ཚུགས་གོང་དུ་ཟླ་ཀྲུང་གོ་གི་ཏང་ཁག་སོ་སོ་དང་ཟླ་མི་རིགས་སོ་སོ་གི་མཐོ་རིམ་མི་སྣ་ཚོགས་པ་པེ་ཅིང་གི་ལྷ་སྣ་ཚོགས་ནི་དེའི་ཧྲུའུ་ཀྲུའུ་ཚོགས་འདུ་ཐོག་དང་བོ་ཚོགས་ནི་རེད། དེ་དུས་ཐོག་དེའི། ཐུན་མོང་གི་རྩ་སྣ་ཟེར་ན་དེ་མི་ཞིག་རྩ་ཁྲུང་དང། ཚབ་བྱེད་མཁན་དེ་མི་ཞིག་གི་ཡིག་ཆ་ཀྱི་ཐབས་སྐྱོང་ནི་རེད། འདིའི་ནང་དུ་ནི་དེའི་མི་རིགས་སོ་སོ་འདྲ་མཉམ་ཡིན་དགོས་པ་དང་བཅད་ཁ་གསར་བ་བཙོང་གོ་གསར་བ་བཙུགས་ན་དེའི་ནང་ན་ད་མི་རིགས་སོ་སོ་འདྲ་མཉམ་ཡིན་དགོས་པ་དང་མི་རིགས་སོ་སོ་ལྷན་དུ་བཅད་ཁ་གི་བདག་པོ་ཡིན་དགོས་པ་དང། དེའི་ནང་ན་མི་རིགས་སོ་སོ་གི་རིག་གནས་དང་སྐད་ཡིག་དང་རིག་གནས། འདྲ་མཉམ་ཡིན་པ། སྒོ་ས་འདྲ་མཉམ་ཡིན་པ། རྒྱལ་ཁབ་ཀྱི་གྲངས་ཉུང་མི་རིགས་ལ་རོགས་པ་བྱས་ནས་གཏང་རག་གི་སློབ་གསོ་དར་སྤེལ་གཏོང་རྒྱུ། གཏོང་རྒྱུ། སྡུག་སོག་སོག་ཐ་ལི་གི་ཁས་བླངས་ལ། ཁས་བླངས་ནི་དེ་ཀོང་པོ་གི་གྲོན་ཆུང་ཁྱད་གཞུང་ནས་དེ་རྒྱལ་ཁབ་གསར་བ་འཛུགས་རྒྱུ་གནང་ནས་དེ་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཟེར་ནས་རྒྱལ་ཁབ་གསར་བ་བཞི་མི་རིགས་སོ་སོ་གི

ཏུ་དཀོན་པོ་བདུད་ཀྱི་ཐ་ཀྱི་ག་ལ་རེད། ད་ནི་ཀྲུང་གོ་གི་བཅའ་ཁྲིམས་ནང་ནས་ད་ནི་ཉིས་སྟོང་ང་དགུ་ཉིས་སྟོང་གི་བཅའ་ང་དགུ་ལོ་ནི་གཅིག་སྟོང་ང་གི་བཅའ་ང་དགུ་ལོ་ནི་དེ་ཀྲུང་གོ་གི་བཅའ་ཁྲིམས་གསལ་བ་དང་དང་པོ་གཏན་འཁེལ་ཡོད་ནི་རེད་དེའི་ནང་ནས་དེ་གྲངས་ཉུང་མི་རིགས་སོ་སོ་རང་གི་ཕ་སྐད་བེད་སྤྱོད་བྱེད་སྤྱོད་ཀྱི་དབང་ཆ་དང་རང་དབང་དང། ནི་པ་ཡོ་ནི་ཏི་ཅག་ཚོགས་ནང་དུ་ལྟ་མཁས་ཀྱི་ག་ལ། འདི་ལས་ཏི་ཙ་ན་ཏ་ནི་སྟོང་གི་ཅ་ཅ་ཅག་གི་ལོ་ན་ཏི་གྲངས་ཉུང་མི་རིགས་རང་སྐྱོང་ས་ཁུལ་གྱི་ཁྲོམ་དུ་ཐ་སྐྱོ་ནི་རེད་དེའི་ནང་ན་ཏི་ད་མི་རིགས་རང་སྐྱོང་ས་ཁུལ་སོ་སོ་གི་ལས་ཁུངས་རྣམས་ཀྱིས་རང་གི་མི་རིགས་ཀྱི་སྐད་ཡིག་དེ་གཙོ་བོ་གཞི་གཅིག་གི་འཛིན་སྐྱོང་གི་ཁ་གཏད་བཞེས་དགོས་པའི་དབང་ཆ་ཡོད་དེ་ག་ནི་དེ་དེ་ག་ནི་རེད་དེའི་འོ་ཆ་གི་ད་མི་རིགས་རང་སྐྱོང་ཁུལ་གྱི་ཧྲུའུ་ཅུའུ་ཡིན་ན་འདྲ་གི་མི་དམངས་ཧྲི་ཞང་ཡིན་ན་འདྲ་གི་ད་མི་དམངས་ཚོ་ཆེན་ཡིན་ན་འདྲ་གི་དེ་གི་འཐུས་མི་ཡོད་ཚད་པོ་དེ་གི་ལས་ཁུངས་ཡོད་ཚད་པོ་གི་ད་རང་རང་ས་ཁུལ་དང་ནི་འོ་མི་རིགས་གི་ཨ་རང་རང་མི་རིགས་གི་སྐད་ཡིག་ཏུ་གཙོ་བོ་བཞི་བཅུ་དང་ལས་ཁུངས་མང་དུ་སྐད་ཆ་དུ་བས་སྐྱོག་བཞི་བཅུ་གཙོ་བོ་བཞི་བཅུ་དུས་ཀྱི་ཁ་ཐེ་བཞི་བཅུ་གི་འགན་ཁུར་ཡོང་ནི་རེད། ད་ནི་ད་ལོ་ངོ་ཁྲི་གཅིག་ལྷག་གི་འགོ་སོང་གི་ད་ནི་དེའི་ནང་ན་འུ་ཅག་གི་ད་དུས་བཞི་གི་བཅའ་ཁྲིམས་དང་ཏང་གི་མི་རིགས་སྲིད་ཇུས་དང་དེ་རྒྱ་འབོད་དུ་ལག་བསྟར་བཞི་བཅུ་གི་ཨོ་ཆ་བོར་ས་ཆ་གི་སྟེང་ན་ལྡུམ་འཕྲལ་དུ་སྒོ་ཆོག་གི་མེད་གི། རང་རང་སྒོ་ཆོག་གི་མེད་གི། གྲོང་ནང་ནས་གྲོང་ཡ་ཤ་དང་ཧྲི་ཀྲི་ཡ་ཤ་དུ་ཨོ་ཆ་གི་ལ་ལས་བྱེད་མི་བ་གི། དེ་ཐ་ལི་གི་དེ་རང་ཤ་མང་བོ་གྲོང་ཐ་ལི་གི་ཨོ་ཆ་གི་རང་དབང་བཞི་འགག་ལོ་ཀུན་པོ་རང་དབང་ཤོ་འཇོག་ས་མང་མང་པོ་མང་པོ་ཡོད་གི། དེ་ནང་ནས་དེ་ལྟར་ཆ་ག་ན་ཀྲུང་གོ་གི་ནང་ནས་ཡིན་ན་ནང་སོག་སོག་པོ་གི་ནང་སོག་གི་དེ་རྒྱ་མི་རིགས་སྲིད་ཇུས་དང་མི་རིགས་བཅའ་ཁྲིམས་དེ་ལག་ལེན་བྱེད་དུ་ཡོད་ཧ་རེད། དེ་མི་ཚད་པོ་ཚོགས་གཞོན་ཡན་ཏན་གྱི་དེ་གི་ཚོགས་གཞོན་རང་སྐྱོང་ཁུལ་གྱི་དེ་གི་དེ་ལག་ལེན་བྱེད་དུ་ཞུགས་ཡོད་ཧ་རེད། བཅིངས་འགྲོལ་བཏང་ནས་ད་བར་དུ

ཚོ་ཁྱོད་ཀྱི་མཚོ་ནི། དེའི་ཐོག་ནས་བཤད་ན་ད་གཟོད་སྤུ་དང་ཁ་བཏགས་བཞག་ན་ད། ནང་སོག་གི་གེ་ཀན་ཆེན་མོ་གི་བཤད་ཚུལ་ལྟར་ན་ད། ནང་སོག་ཁུལ་དེ་དག་ལྷོ་བྲག་ཆེན་མོའི་ནང་དུ། རྒྱ་ཡིག་རྒྱ་སྐད་ཀྱི་ཆེད་ལས་སྒང་ཚད་གཡོག་ན། སོག་ཡིག་སོག་སྐད་ཀྱི་སྡེ་གི་ཆེད་ལས། ཆེད་ལས་དང་ཨ་ན་མ་ན་འདྲ་མཉམ་ཞིག་ཡོད་ནི་རེད་སྙིང་ག་ལྷ་ན་ད་གེ་བོ་ནི་རེད་བྱུང། དེ་ཡིན་དེ་ནི་ཨོ་ཆ་བོ་ས་ཆ་ཡིན་ན་ད། ལྷོ་ཆུང་ལྷོ་འབྲང། མ་འབྲང་མཐོ་འབྲང་གི་རང་གི་བོད་སྐད་ཡིག་སློབ་གསོ་ཐོག་ཏུ་བེད་སྤྱོད་བྱེད་སྤྱོད་ད་རུང་ཤིན་ཏུ་ཞན་གི། དེ་མི་ཚད་པོ་སློབ་གྲྭ་ཆེན་མོ་ནང་དུ་བོད་དང་འབྲེལ་བ་ཡོད་པའི་སློབ་གྲྭ་ཆེན་མོ་སོ་སོ་ནང་དུ་བོད་ཡིག་བོད་སྐད་ལ་བརྟེན་ནས་ཆེད་ལས་བཞེངས་སྤྱོད་ཤིན་ཏུ་ཉུང་གི། སློབ་གསོ་གི་གྲུ་གཞི། ཁབ་མི་ཚང། ལྷོ་སོག་གི་མ་ལ་ཁབ་མི་ཚང། དེ་ཡིན་ནི་དེ་འོ་ཆ་འོག་ཏུ་བདའ་བར་དུ་ད་རུང་དུམ་བཞི་བདའ་སྐྱིད་འགྲོ་བཞུགས་དུམ་བདའ་མོ་རེད། ད་རུང་བྱ་ཡུམ་དགོན་དུ་དུམ་བདའ་བཞི་བརྩམ་མི་ཆོག་གི། འདི་ཐ་ལི་བལྟས་ན་དེ་འོ་ཆ་གི་བསམ་བློ་གཏོང་ཁྱི་མང་པོ་ཡོད་གི་འདི་གང་རེད་ཟེར་ན་ད་ཀྲུང་དབྱང་གི་བཅའ་ཁག་གི་ཁྲོམ་དང། ཀྲུང་དབྱང་གི་སྲིད་ཇུས་དེ་ཡག་ཤ་རེད་དེ་ནི་ཡག་པོ་འདུག་དབུ་ཕྱུག་གི་རང་རང་གི་ལག་ལས་ཀྱིས་མ་ཐུབ་ན་རང་རང་གི་འགན་ཁུར་རང་རང་སྒོ་མ་ཕྱུག་མི་རེད་འོང་ཡ། དེ་ནང་ན་དབུ་ཕྱུག་བོ་ས་ཆ་གི་མི་རིགས་གཞན་པ་གི་འགོ་ཁྲིད་ལ་ལས་གི་ད་དུང་བཞུགས་རང་གི་བོད་མི་རིགས་གི་རིག་གནས་སྐད་ཡིག་དད་པའི་འགྲོ་སྐྱོད་གི་དུས་སྐལ་ཞིག་ག་སྟོང་ཡོད་ན་དེ་དབུ་ཕྱུག་རང་རང་གི་སྒོ་མ་ཕྱུག་ནས་དེ་འདི་ཆགས་ཀྱི་འདི་ནི། རང་མདོག་རང་དབང་ཞིག་གི་ལྟ་ན་རེ། འདི་མི་ཚད་པའོ་ཆ། རང་རང་གི་སློབ་གསོ་ཐ་ལིག་གི་སྒོ་མ་ཕྱེ་ནས་དེ། ལིག་ཀ་ལིག་ནས་མང་པོ། རང་རང་གི་འཛིན་མ་བ་ནི་དེ་ཧོ་འགྲོ་གི་ཡོད་ནི་རེད། ཧོ་སོང་ནི་རེད། ད་ལི་ཀ་ལི་ནི་འདི་གང་རེད་ཟེར་ན་མི་རེ་རེ་གི་དེ་རང་གི་གེགས་ཀྱི་ཁེ་ཕན་དང་འབྲེལ་བ་ཡོད་པ་རེད་ཁྱོད་འདི་ན་ལི་ནི་འདི་འཛིན་སྨྲ་བ་ན་གཞན་པ་འདི་ན་གཡུག་ན་འདི་གི་ལི་ནི་འདི་བཟུང་འདུག་གི་འདི་ཐ་ལི་ཀི་བལྟས་ན་དེ་འུ་ཆ་རང་རང་ལྷོ་སོག་མ་ལྟ་བས་ལྷོ་སོག་ཐ་ལི་ཀི་རང་གི་ཕ་སྐད་ལ་བལྟས་ནས་ཁེ་ལི་སོ་སོ་སོ་སྐྱུག་བཤད་མ་ཐུབ་པས

འདི་རྒྱལ་ཡོངས་ཀྱི་གྲངས་ཉུང་མི་རིགས་སློབ་གསོ་ལས་ཀ་ཞིག་འདི་ཐད་ལས་ཀའི་ཚོགས་འདུ་ཞིག་འཚོགས་ཟིན། དེའི་ཚོགས་འདུ་ཐོག་ཏུ་འདི་མཐའ་སྐྱོང་ནས་འདི། མི་རིགས་སོ་སོ་རང་རང་གི་སྐད་ཡིག་གཡོ་ཉོས་མི་རིགས་ཆེན་པོ་རང་གི་སྐད་ཡིག་ལ་བརྟེན་ནས་སློབ་གསོ་དར་སྤེལ་བྱས་ནས་བག་ཆགས་ཡོད་ཟིན། དེ་ལས་དེ་འདི་གི་ཚོགས་འདུ་འདི་ཐོག་ནས་གཏན་འཁེལ་བྱས་ནས་འདི་རྒྱལ་ཡོངས་ཀྱི་ཕྱོགས་ཕྱོགས་ནས་མི་རིགས་ཀྱི་སྐྱ་རིས་ལྷོ་སོག་ཏུ་བསྐྱར་དུ་བསྡད་ཡོང་ན། དེ་དངུལ་ཁྱོག་དབུ་ས་ཆ་ཡིན་ན་ལ་དེ་དེ་ནས་བཟུང་ན་དེ་ལྷོ་ཁྱུང་ན་ལྷོང་འབྲང་འདྲ་དེ་ས་ཁ་སོ་སོག་གི་དངུལ་ཁྱོག་སི་ཁྲང་ཡིན་ན་ད་དབུ་ཡི་ལྷོང་འབྲང་ཟེར་ན་དུ་ཚུག་དུམ་བཞི་ཚུག་ནི་རེད་དེ་ན་ནི་དེ་ལྷོ་ཕྲུག་གི་ལག་ལེན་འཕྲོག་དུ་དེ་གང་རེད་ཟེར་ན་དེ་དབུ། འོག་གི་སློབ་མ་ཚོ་ནང་ནས་ད་འགྲོ་འཁོར་འདྲ། ད་དུས་མི་གཞང་གྲོགས་ཀྱི་བཞའ་ཡིག་དཀོན་པོ་ཡིན་ན་ད་འོག་གི་ཡིག་ད་དང་འོག་གི་ཡིག་རྐྱང་རྐྱང་གི་ཤེས་ཆེ་གི། དེ་ཆ་དེ་རྒྱ་ཡིག་གི་འཁོར་ཡུག་དེ་འདྲ་མ་བཟང་ནས་དེ་འོག་ཡིག་འོག་གི་རང་གི་ཕ་སྟེགས་ཀྱི།

ད་རང་གི་ཕ་སྐད་ཤོར་འགྲོ་བ། དེ་མི་ཚེ་ལ་ལས་ད་ཆ་ལས་ཁུངས། རྫོང་གི་ཡན་ཆད་ཀྱི་ལས་ཁུངས་ནང་ནས། ད་འོག་གི་ལས་བྱེད་པ་གི་ཞྭ་བཞིན་ཆུ། ད་འོག་གི་རེ་ད་ན་རང་གི་ཕ་སྐད་ཛི་ཀ་ཞི་གཞན་གསུང་ལོ། གཞན་ལོ། གཞན་གསུང་ལོ་རྒྱ་འབོ་དེ། དེ་དང་མཐུན་པ་ཡིན་ནི་དེ། ཚན་ཁག་སོ་སོ་ཀྱི་སྐད་ཀྱི་ཁྲིད། དེ་ལྟ་ན་དེ། བོད་ཡིག་ཅེས་བྲིས་ཡོད་དེ་བོད་ཡིག་ཏུ་དེ་རང་གི་ཕ་སྐད་གསོ་སྐྱོང་བྱེད་མཁན་དང་བོད་ཀྱི་ཕ་སྐད་སྐྱོབ་མཁན་དང། དེ་གི་རྣམ་པ་ཐ་ལེ་གི་དེ་རིགས་གཉིས་པ་རིགས་གཉིས་པ་ཟེར་ན་བདག་དུམ་ཟུ་སྐད་གཉིས་ལྷོག་སོང་ནང་ན་རིགས་དང་བོ་རིགས་གཉིས་པ་དུམ་བཞི་ལག་ལེན་ཐོག་ཏུ་དུམ་བཞི་བྱུང་ན་རེད་དེ་དེ་ལྷོག་མ་ག་བལྟས་ན་བདག་ལྷོག་མ་རང་རང་གི་ཀའི་བསམ་བློ་ཀེ་རི་ཀའི་ཐད་ལས་ཀའི་བསམ་བློ་ཁྲོད་ཞུགས་ཆ་ཚུལ་མི་འདྲ་ཚུལ་ལས་དེ་ནི་རེད། དེ་མི་ཚད་པོ་དེ་གི་སློབ་གསོ་དེ་གི་འཁོར་ཡུག་རིག་གནས་ཆ་ཚུལ་དེ་དང་མཐུན་པ་ཡིན་དགོས་པས་དེ་ཐད་ལས་ཀའི་སྟེང་ནས་དེ་རིམ་པ་ཉིད་དུ་ཡོད་པ་དེ་ཡོད་ནི་རེད། དེ་རེད་ད་ནི་ད་དོ་ཅང་ཡིན་ན་དེ། ནས་ཚུར་གང་ཡོང་སྐུ་ཟེར་ན་དེ་ཨོ་ཁྱི་ཏི། རེད་རྟ་བོང་གི་ལྷོ་བྲག་ཏུ་ཤིན་ཏུ་ཉུང་གི་མ་གཞི་ལས་ཤིན་ཏུ་ཉུང་གི་དང། དེའི་ནང་ན་ད་ཨོ་ཁྱི་ཏི་ས་གནས་སོ་སོ་གི་ད་ས་གནས་ལ་ལས་གི་འགོ་བ་ལ་ལས་ད་ཅག་ཤོ་ཀྲི་ནི་རྒྱ་གར་གི་གྲོང་ཧ་མི་གོ། ཤོ་ནི་ནི་ད་ཅག་ཨོ་གི་རི་ནི་ཧ་མི་གོ། ཤོ་གསུང་ནི་གི་ད་ལྷོ་སོག་གི་ནི་ཚུལ་ལྷོ་སོག་གི་ཆུ་ཉུལ་ཧ་མི་གོ། དེ་ཀྱང་པོ་ཏི་གི་ཏི་རང་དུ་བཞེད་དེ་རི་དང་བོ་རི་གཉིས་པ་བཅུ། རིགས་གཉིས་པ་བཅའ་ཡིག་ཀྱང་ལྕགས་ཀྱི་རྣམ་པ་ཞིག་སྤྱོད་བསྡུས་བཞིན་ནི་ཡོད་ཀི་ཏི་དེ་ལྷོ་སོག་གི་ཆུ་སྣོད་དང་བྱ་འགའ་ཡོད་པ་མི་ཚད་པོ་ཏི་བྱ་ཁ་གི་ཁྲུང་དང་བྱ་འགའ་ཡོད་པ་དང་དེ་བཞའ་ཞིག་གི་བསམ་བློ་གཏོང་ཚུལ་གི་གྲུ་ཞིག་ཆུ་སྣོད་ཏི་དང་བྱ་འགའ་ཡོད་པ་རེད་ཏི་བཞའ་ན་དེ་འོ་ཆ་གི་ནོར་པ་ཏི་སི་ག་ཡོད་ཀི་ཟེར་ན་ནོར་པ་ཏི་དབུག་གི་ལྷོ་མ་ག་ཡོད་ཀི། དབུགས་ཀྱི་ལྷོ་མ། ལོ་རེའི་ཟླ་ཚེས་ཀྱི་ཆུ་ནི་གོ་རིམ་འཕྲོག་དུས། ཡང་གཅིག་གི་གཡོན་ན་ཨོ་ཡི་གཞང་མི་འཇིག་ཡང་ཇ་ཡི་གཞང་འཇིག་བྱ་སྐད་བཞིན་བྱ་སྐད་བཞིན་ཁྲུ་ཅི་ཞེས་བཏགས་ན་དེ། ལྷོ་མ་འདི་གི་ལག་པ་ན་ནི། རུས་པ་ཟླ་ཚེས་ཀྱི་གོ་རིམ་དུ་དེ། སྟོན་པ་སྟོན་པ་ཆོས་སྤྱི་དང་ནི་འདྲ། རང་གི་ཕ་སྐད་ཀྱི་ཐ་ལིག་གི་བསམ་བློ་གཏོང་ཚུལ་གྱི་གྲུ་གཞི་ཆ་ཚང་ཡོད་པ་དེ་ཡོད། འདྲ། གཞན་སྐད་ཀྱི་བསམ་བློ་གཏོང་ཚུལ་གྱི་གྲུ་གཞི་དུ་ད་རུང་ཆ་མེད་པ་དེ་ཐ་ལིག་གི་དེའི་ཚན་ཁག་སོ་སོ་བཙན་པོ་ཞེས་ཁྲིད་འདི་བྱས་ན་དེ་ཤོད་ཀྱི་ནི་རང་རང་ཕ་སྐད་ལ་བརྟེན་ནས་ལོ་རེའི་བརྡ་ཚུལ་དུ་མཁའ་འགྲོ་བཞག་དང་ནི་དེ་ཤོད་བཞག་ཞིག་ལས་གཞན་པ་དུ་ད་རུང་རྨ་ཆ་ནི་དེ། གཞང་འབྲི་ཡ་ཧ་མི་ཡོང། ནགས་རྩྭ་བཏུང་འཇོག་བྱེད། ནགས་རྩྭ་བཏུང་འཇོག་བྱེད་དང། དེ་མཐའ་ལས་དེ་ལྷོ་མ་སྟེ་གི་མི་ཚེ་གང་བོར་གི། ནོར་སྐྱིན་དུ་དེ་ནི་བྱུང་བ་རེད། ད་ཁ་འགྲིག་གི་ཆུ་བོ་གང་འདྲ་ཆུ་བོ་དེ་ན། ལྷོ་བྲག་ཆེན་མོ་ན་བཟུང་ན་འདྲ་གི། ད་མང་གཞི་བཅའ་སྐབས་ཕྱིའི་དུས་བཀག་བཟང་བོ་ནང་དུ་དུས་བཀག་ཀུན་པོ་ཧོ་སོང་གི་རེད། ད་ཉི་ཚེ་རི། ད་དུས་ཀྱི་ཚེ་མཐོན་པོ་འགྲོ་དཀོན་ན་འགྲོ་མང་བ་ན་ཚེ་འབྲང་མ་འབྱོན། ཚེ་འབྲང་མ་འབྱོན་བ་ཀོ་ལི་སྐྱམ་པོ་ཀྱི་ཚེ་མ་མ་འབྱོན། འཇོ་ག་ཅུ་ན་རི་དེ་དང་ཉི་ཟ་ག་མི་ཚེ་གང་བོ་དེ་ག་ནོག་པ་ཆེ་པོ་བྱུང་གི་ཡོད་གི། དེ་ཐ་ལི་ཀི་བལྟས་ན་དེ་མི་རིགས་ཀྱི་ཆུ་བོ་མི་རིགས་རང་རང་གི་ཡིན་ན་འདྲ་གི། ད་ཀྱང་བྱ་ཁ་འཁྲུངས་དུ་ཧ་གོ་གི། ཏུ་ལག་ལེན་བྱས་ནས་དེའི་དྲུང་དུ་རང་ལ་བ་ཕྱག་གི་ནོར་དུ་ལག་ལེན་བྱས་ནས་མཚོན་ཆ་བྱས་ནས་དེ་རང་གི་དྲུང་གི་བཞིན་པའི་དབང་ཆ་དེ་སྲུང་འཛིན་བྱེད་དོ། བརྩོན་ལེན་བྱེད་དོ།
བརྩོན་ལེན་བྱེད།
སྲུང་འཛིན་བྱེད། དེ་རང་རང་གི་འདི་བྱས་ཏེ་དྲུང་དང་མཐུན་པའི་གི་དབང་ཆ་དེ་སྲུང་འཛིན་བྱེད་ཐུབ་ཀྱི་རེད། རེད་དགེ་རྒན་དེ་ན་ད་ཅིག་གོང་གི་ད་འདིའི་སྐད་གཉིས་སློབ་གསོ། འདི་ལྟར་སྐད་གཉིས་སློབ་གསོ་དེ་སྐུ་བ་གཟུགས་དབྱངས་དག་པ་གཟུགས་ཆེད་ལས་ལ་མགོ་གནོན་ན། དེས་སློབ་གསོ་རིག་པ་གི་གཞུང་ལུགས་དང་འབྲེལ་ལས་དེ་དེ་སྐོར་ནས་ཡང་ཧ་ཅང་གི་ཁ་གསལ་བ་བཤད་ཐུབ་ཐབས་མ་ཡིན་པས་ད་འདིས་སྐད་གཉིས་སློབ་གསོ་གི་ད་ཁུར་གི་སྲིད་ཇུས་ལག་བསྟར་གཞན་པ་མ་ཡིན་འདིས་ད་སྐད་གཉིས་སློབ་གསོ་གི་ད་འདིས་ཁུར་གི་རིག་ཕྱོགས་གི་འཕེལ་རྒྱས་གི་ཐབས་ལམ་སོགས་ནས་སོགས་ཀི་ཕྱོགས་ནས་ཧ་ཅང་གི་ཁ་གསལ་བ་བཤད་ཐབས་མོད། ངོ་མ་ཁྱོད་རང་ནས་ཡང་དུས་ཚོད་གི་བཀྲ་སྲང་བར་ནས་མི་ཆོད་འདིས། ཀན་ལྷོ་རྒྱང་བསྒྲགས་བརྙན་འཕྲིན་ཁང་གི་དབུས་གཏམ་གྱི་འགྲིམ་པའི་ལེ་ཚན་གི། བཅར་འདྲི་འདི་བཏང་ནས་ཡིན་ནོ། ཀྱང་ཐག་པ་ནས་ཐུགས་རྗེ་ཆེ་ཞུ། ཡ་བཀའ་དྲིན་ཆེ། ཡ་ཁྱེད་ཅག་ཚང་མས་བཀའ་དྲིན་ཆེ་ད་རང་ལས་ཡོད་དཀའ་ངལ་འགའ་མ་འདུས་པ་འདུག་བཀའ་དྲིན་ཆེ། མཛའ་ཞིང་བརྩེ་བའི་གདིང་ཁུ་རྣམ་པ། དེ་རིང་གི་བགྲོ་གླེང་ལེ་ཚན་མཚམས་འདེགས་འཇོག་པ་ཐོག་ངས་རྒྱུས་མེད་ལེ་ཚན་གི་གནའ་བོར་གི་ཐུགས་ཀ་ད་བདེ་མོ་བྱས།